ད་དེ་བཅག་པའི་འབྲས་བུ་ལ་ཡང་ང་ཚོ་མ་སྐྱིད་པ་བྱེད་མཁན་དེ་བདེན་འཛིན་དང་རང་གཅེས་འཛིན་གཉིས་ཀྱི་སེམས་མ་སྐྱིད་པ་བཟོ་གི་ཡོད་རེད་དེའི་གཉེན་པོ་ལ་ཡང་བྱང་ཆུབ་ཀྱི་སེམས་ཀྱི་ཨེ་ནི་གཞན་ཕན་གྱི་བློ་དེ་གི་རང་གཅེས་འཛིན་གྱི་བློ་དེ་ཕྱོགས་ཆུང་དུ་ཕྱིན་ཨེ་ནི་དེ་ཁོ་ན་ཉིད་ཨེ་ནི་རྟེན་འབྱུང་གི་དེ་ཁོ་ན་ཉིད་ཀྱི་ལྟ་བ་དེ

ཁ་དང་ང་ཚོའི་དམིགས་ཡུལ་དེ་དཔེ་ཆ་བཙལ་དགེ་བཤེས་བཞག་ཨེ་ནི་དགེ་བཤེས་བཞག་ཚར་ནས་ཨེ་ནི་ཨ་མི་རི་ཀར་འགྲོ་ཡག་སོང་ཧཧཧཧ་དེ་སྨན་པ་བྱས་ཟེར་སོང་ང་ཚོ་དཔེ་ཆ་བཙལ་བའི་དགོས་དོན་དེ་ད་ང་ཚོ་སོ་སོ་སྐྱེ་བོའི་ཐ་མལ་བའི་ཨེ་ནི་བློ་དེ་རིམ་པས་ཀྱི་ཡར་བློ་སྦྱངས་ནས་རང་ཨེ་ནི། ཚོགས་ལམ་སྦྱོར་ལམ་མཐོང་ལམ་སྒོམ་ལམ་མི་སློབ་ལམ་ཞེས་ནི། ཨོ་ད། དགའ་དེ་དགའ་དེ་པ་ར་དགའ་དེ་པ་ར་བསམ་དགའ་དེ་བུ་ཐིག་སོགས་ཟེར་ཏེ། ད་འདི་ང་ཚོའི། མི་ཚེ་འདི་འདྲ་ཞིག་སྐྱེལ་དགོས་རེད་ད། ད་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་ཡ་མ་བྱུང་ན་ཡང། གང་ལྟར་ཚེ་འདི་ལས་ཡ། ད། ངན་ལ་བས། དངོས་ནས་རྣམ་མཁྱེན་དོན་གཉེར་གྱི་བློ་བཅོ་མོ་མ་ཡིན་པ་ཞལ་འདོན་དོན་གཉེར་གྱི་བློ་བཅོ་མོ་མ་ཡིན་པ་འདི་འདྲའི་ཅིག་ཐོན་ནས་ཚོགས་ལམ་སྐྱེས། དེ་ནས་མུ་མཐུད་ནས་སྟོང་ཉིད་ཀྱི་ལྟ་བ་ལ་སྦྱངས་ནས་ཨེ་ནི་སྟོང་ཉིད་ལ་སྒོམ་བྱུང་གི་ལོ་བསྐྱེད་ཡིན་དུས་ཙམ་ནས་ཨེ་ནི་སྦྱོར་ལམ་ཐོབ། ད་དེ་མུ་མཐུད་ནས་བསྒོམས་ནས་ཨེ་ནི་མཐོང་ལམ་ཐོབ། ཡ། འོ་ད་ང་ཚོ་ཚེ་འདི་ལ་ཡ། ང་ཡང་འདི་ར་བ་འདི་རྒྱལ་དགོས་ད། ཅེས་ད་ཞི་གནས་བསྒོམ་ཡ་འདི་གི་དུས་ཚོད་ཟིན་མི་འདུག་མ་གཏོགས་གཞན་ཚེ་འདི་སྦྱོར་ལམ་ཐོབ་མི་ཡོང་ངས་བསམ་པས་ངས་ར་བ་རུ་རྒྱལ་གི་ཡོད་ད། ཤེས་སོང་ང། ད།

ད་ཐ་སྙད་དུ་རང་མཚན་ཡོད་མེད་ཀྱི་ཐོག་ལ་ཡང་ད་དུང་བོད་ཀྱི་དཔྱད་པ་ན་དཔྱད་པ་ན་ཨེ་ནི་ཞུ་དགོས་སྟོམ་རོ་གཅིག་འདི་ཨེ་ནི་པོ་ཏོ་ཟླ་བ་གྲགས་པའི་སྐྱོན་ཆེ་རྩ་བ་ཤེས་རབ་ཀྱི་དོན་འདྲི་མོ་འཇུག་པ་འཇུག་པ་རང་འགྲེལ་དུ་བྱས་པ་ཨེ་ནི་རྩ་བ་ཤེས་རབ་ཀྱི་ཚིག་འདྲི་ཚིག་གསལ་འོ་ད་དེའི་དེ་གཞུང་འདིའི་དེ་ད

རྩ་འཇུག་གཞི་གསུམ་དེ་ཡིད་དུ་མ་འདུག་དྲན་ནས་ཡང་ཡག་པོ་བསམ་བཏང་བ་ཡིན་ན། སྣང་ཡང་མི་བདེན་པ་བསལ་ཏེ་ཕལ་ཆེར་ངེས་པ་ཉན་ཐོས་ཡག་ཅིག་དག་སྣང་བ་སྣ་ཚོགས་ཚོགས་དྲུག་གི་གཞི་འདུག་ན་གཞི་རྩ་བྲལ་བའི་གཉིས་བཅུད་ཀྱི་ཟག་ཟི་དང་བསླུ་བྲིད་སྒྱུ་མའི་ལྟད་མོ་ཞིག་དེ་སྣང་དང་བདེན་ནོ་མ་ཡང་སྟོང་ཉིད་ཀྱི་ངོ་བོར་ལྟོས་ཟེར་ནས། བྱས་ནས་ད་གསུངས་བཞག་སྟེ། ས་དེ་འདྲའི་གི་ཐོག་ནས་གང་ལྟར། གོམས་ན་སླ་བ་མ་ཡིན་པའི་དངོས་དེ་གང་ཡང་ཡོད་མ་ཡིན་གསུང་བ་ནང་བཞིན་རེད་ཀོ་གོམས་ན་ག་ལེ་ག་ལེ་བློ་ལ་འགྱུར་བ་ཐེག་ཡག་ཅེས་ཏན་ཏན་ཡོད་པ་རེད་བྱ། ཨ་ནི་བློ་ལ་འགྱུར་བ་ཐེག་ཡག་དེ་ཁོ་བློ་ཁོ། མི་ལ་ཡ་ཕྱིར་དུ་རྣམ་གཅིག་གི་ཤེས་རབ་ཅིག་ཡོད་པ་ཡིན་དུས་ས་ནི། གང་ལ་རྒྱུ་མཚན་དང་ལྡན་པའི་ཨ་ནི་བློ་དེ་རང་བཞིན་གྱིས་ཤུགས་ཆེ་ཤོས་ཕྱིར་འགྲོ་ཐུ་ཡག། རྒྱུ་མཚན་མེད་པར་བདེན་འཛིན་ལྟ་བུ་རྒྱུ་མཚན་མེད་དེ་ངེས་ཅི། བློ་དེ་ཨེ་ནི་ཁོ་བོ། གཞི་རྩ་བརྟན་པོ་ཁྱོན་ནས་མེད་དེ་ངེས་ཅི་ཆགས་བདེ་བ་རེད། ད་དེ་འདྲ་ཡིན་དུས་ཨེ་ནི་འགོག་བདེན་ཟེར་ཡག་ཅིག་ཡོད་ཆོག་ག་བསམ་ནས་བློ་ལ་དྲན་ཡག་ཅིག་གདའ། ད་ད་དུ་ཨེ་ནི་ངོ་བོ་ཉིད་སྐུ་ཟིན་བཤད་བདེ་ཡག་དེ་འདྲ་ཅིག་ལྟ་བ་ནས་བྲལ་བའི་ཡོན་ཏན་དེ་འདྲ་ཅིག་ལྟ་ཁོག་ཡོང་ཆོག་ག་བསམ་པ་ཅིག་བློ་ལ་ཡག་ཤོས་ཡག་ཅིག་འདུག་ག་ད་གང་ལྟར་ཐོས་དོན་གྲུབ་ལ་ཞོག་གོ་རེད།

བཀྲ་ཤིས་དགེ་བཤེས་ཟོར་ལམ་པ་རེད་ཟེར་འདི་འདྲས་ཀྱི་ཡོངས་གྲགས་བར་ཤ་རྒྱག་དེ་འདྲས་ཡོད་ས་རེད། ང་ཚོ་དེ་འབྲས་སྤུངས་ད་དེ་ནང་ཚོ་ནས་ད་རི་ཀ་སོ་འབྲས་སྤུངས་བློ་གསལ་ལས་རེད་ཁྱེད་རང་ཚོ་ནང་ལ་ཡག་ཅིག་ཨོ་ད་དེ་ཇོག་ལམ་ཐོབ་ཡོད་རེད་ས་འདྲས་ཀྱི་མཚན་གཞི་ངོས་གཟུང་ཡག་ཅིག་ཨ་མདོ་ད་མེད་ན་ཡང་ག་ལི་ག་ལི་ལ་དེ་འདྲས་ཡོང་ཐུབ་པ་ཅིག་ཤེས་སོང་ཨ། ད་དེ་བྱས་ན་སློབ་གཉེར་རྒྱས་པའི་དགོས་དོན་དེ་ཐོག་མར་མཐུ་ཆུང་གི་སྒྲོ་འདོགས་བཅད་ནས་མཐུ་ཆུང་གི་ཤེས་རབ་བསྐྱེད། ད་ཐོས་པའི་དོན་དེ་ལ་ཡང་ནས་ཡང་དུ་བསམ་བློ་བཏང་ཡང་ནས་ཡང་དུ་བསམ་བློ་བཏང་ནས་ཨེ་ནི་ཞེས་གསུངས་པའི་ཕྱིར་གསལ་སྟོང་ལུང་ཙམ་ལ་ཡར་སྐྱབས་གནས་བཅོལ་མི་དགོས་པར་སོ་སོ་རང་གིས་བསམ་བློ་བཏང་ནས་དཔེ་བརྒྱ་ཆ་བརྒྱ་བསྟན་པ་ཐག་ཆོད་པ་ཞིག་བློ་ལ་ཡར་བཞག་ཐུབ་ཡག་ཅིག་འོང་ད་དེ་བསམ་བྱུང་གི་ངེས་པ་རྙེད་པ་ཚ་དེ་རེད།

རྩ་བའི་མ་རྩ་རུ་སྟེ། སྟོང་ཉིད་ཀྱི་ལྟ་བ་དང་བྱང་ཆུབ་ཀྱི་སེམས་བསྒོམ་ཡ་དེ་གལ་ཆེ་ཤོས་ཆགས་བསྡད་པ་རེད། ཕལ་ཆེར་ལོ་ལྔ་བཅུ་དྲུག་ཅུའི་ནང་རིང་ལ་ཡང་སྟོང་ཉིད་ཀྱི་ལྟ་བ་དང་བྱང་ཆུབ་ཀྱི་སེམས་ལ་ཨུ་ཚུགས་ཤུགས་བརྒྱབ་ཡིན། ཟེར་འདུག་བྱས་ཡོད་དུས་ཁོ་ཏན་ཏན་ག་ལེ་ག་ལེ་ཨེ་ནི་བློ་ལ་ཡང་འགྱུར་བ་ཐེབས་ཡ་ཡོད་བསྡད་པ་ཅིག་ཏན་ཏན་ཡོད་ན་འདུག་ཨ། ཆ་དེ་འདྲ་ཡིན་དུས་དུས་ཆུང་གི་ཤེས་རབ་བསམ་ཆུང་གི་ཤེས་རབ་དེ་ནས་ཨེ་ནི་ག་ལེ་ག་ལེ་སྒོམ་ཆུང་གི་ཆེད་ཨེ་ནི་ཇོག་ལྷམ་ཐོག་ཐུ་ཡག་བྱེད་དུག་ཆེན་འགྲོ་ཐུ་ཡག་བྱེད། དེ་ནས་སྟོང་ཉིད་མངོན་སུམ་དུ་རྟོགས་ནས་ས་དང་པོའི་ཡེ་ཤེས་ཐོབ་ཨེ་ནི་ས་གཉིས་པ་གསུམ་པ་ནས་ཡར་དུག་སང་འགྲོ་ཡག་ཡོད་དོད་པ་ཅིག་རེད་བ། ད་ང་ཚོ་དཔེ་ཆ་བལྟ་ཡག་དེ་ཡིན་དུས་འདིའི་ལང་ཀ་འདི་གང་འདྲ་འགྲོ་ཡག་འགྲོ་ཡག་ཁྱོད་ད་རེད་མ་གཏོགས་དགེ་བཤེས་ཀྱི་མིང་བཞག་བྱེད་དགོས་མ་རེད་བ། དེ་འདྲ་ཡིན་དུས་ད་ཁྱེད་རང་ཚོ་དེ་ཡི་དེ་ཡི་ད་ག་འདྲ་ཐོས་བསམ་སྒོམ་པ་ཡ་མ་བྲལ་བ་བྱས་ནས་ཨཱ་ནི་ཇེ་མགོ་བླ་མ་ཙོང་ཁ་བ་ཆེན་པོའི་ཨཱ་ནི་དང་པོ་རྒྱ་ཆེར་ཐོས་པ་མང་དུ་ཚེ་བར་དུ་གཞུང་ལུགས་ཐམས་ཅད་དམ་པར་བཞག་དམ་པ་ཉིད་ཚེ་ཀུན་ཏུ་ཉམས་སུ་ལོངས་ཀུན་གྱི་བསྟན་པ་རྒྱས་པའི་ཆེད་དུ་ཚུལ་འདི་བསམ་བཞིན་འདུན་མ་ལས་འདའ་ད་བཀའ་དྲིན་ཆེ་བོ་རྗེ་བཙུན་མཁྱེན་པས་གཏེར་བཞེས་ནས་རྗེ་རིན་ཆེན་ཁོ་རང་འདི་གསུང་བ་རེད་ད་ང་ཚོ་དེ་ཡི་རྗེས་འཇུག་རེད་ང་རང་ཚོ་ད་ག་ནང་བཞིན་ཅེས་ཀྱི་ཨ་ཆེས་མཐུ་ཡར་བྱས་ཀྱི་འདི་བསམ་བཏང་བ་རེད།

གཞན་ཞུ་ཡག་གི་མི་འདུག་ཨེ་ནི། སངས་རྒྱས་ཀྱི་བསྟན་པ་ཟེར་ཡག་གོ། མི་རབས་གཅིག་གི་སྐད་ཆ་མ་རེད། མི་རབས་ནས་མི་རབས། པའི་འབྱུང་འགྱུར་ལོ་བརྒྱ་ཕྲག་བརྒྱ་ཕྲག་ད་ལྟའི་ཚོད་ཡ་གཅིག་གི་བསམ་བློ་བཏང་དགོས་རེད། བྱས་ཙང་ཀ། ང་ཚོ་བསྟན་འཛིན་གྱི་སྐྱེས་བུ་ཟེར་ནས་མིང་ཐོགས་དེ་ཡ་དེ་གིས་ང་ཚོ་མི་ཚེ་གཅིག་གི་ལྟོ་གོས་ཕྱིས་སྐེ་རི་མེད་པའི་ཆེད་ང་ཚོའི་མི་རབས་རྒྱུན་མཐུད་ནས་སྡུག་སུ་འགྲོ་ཐུབ་ཡག་ཞིག་ད་གི་ཡང་འདྲ་གསུང་བཤད་ནང་ལ་སུ་ཡང་ཚོད་བྲལ་རེད་རྗེ་རིན་པོ་ཆུང་ནི་ལོ་དྲུག་བརྒྱ་ཨེ་ཤི་ཨང་ད་ད་ད་གི་སུ་ཡང་དེ་རེད་ལོ་འདི་འདི་རུང་ལ་མཁས་པའི་དབང་པོ་ག་ཚོད་བྱུང་འདུག་བ་མཁས་གྲུབ་གཉིས་ལྡན་གི་སྐྱེས་བུ་དམ་པ་ག་ཚོད་བྱུང་འདུག་བ་བཟང་ད་དུང་མུ་མཐུད་ནས། ད་ནི་འཛམ་བུ་གླིང་ཚ་དྲོད་ཆེ་ཆོས་ཆེ་རུ་ཕྱིན་ནས་ཕལ་ཆེར་བསྐལ་པ་མི་འཇིག་ཟེར་ཏེ་ཀོ་རོ་ཡོང་ཡག་གི་རྟགས་མཚམས་ཆེར་ལེགས་འདུག་བ། དེ་འདྲ་གང་འདྲ། ཚན་རིག་པ་མཁས་པ་དེ་འདྲས་ང་ཚོ་བག་ཚ་ལགས་ང་ཚོ་རྡ་རམ་ས་ལ་གཅིག་འཚོགས་བྱས། ཨོ་ཁོས་ཨིན་ད་འཛམ་བུ་གླིང་ཚ་དྲོད་ཆེ་ཆོས་ཆེ་རུ་འགྲོ་ཡག་འདུག་གི་ཕལ་ཆེར་ད་འབྱུང་འགྱུར། ད། ལོ་བཅུ་ཕྲག་བཅུ་ཕྲག་ཕལ་ཆེར་དྲུག་བདུན་གྱི་ནང་ལོགས་ལ་ཨེ་ནི་འཛམ་བུ་གླིང་གི་ཚ་དྲོད་ཞི་བུ་ཆ་འཕེལ་བྱས། ཨེ་ནི་འཛམ་བུ་གླིང་བྱེ་ཐང་ཆག་ཡག་གི་ཉེན་ཁ་ཡོད་རེད་ཟེར་ནས་འདི་འདྲ་བཤད་སོང། ཨེ་ནི་གནས་ཚུལ་ཁག་ཁག་རེད། ཟེར། ད་གང་འདྲ་འཛམ་བུ་གླིང་འདི་མུ་མཐུད་ནས་གནས་བྱས་འཛམ་བུ་གླིང་འདི་སྒང་གི་མི་དུང་ཕྱུར་བདུན་ཅུ་ཟེར་ཡོད་བསྡད་པ་འདི་ཡིན་ཏེ།